རྒྱ་གར་གླིང་ཟླ་དྲུག་ཅུ་ཐམ་པའི་ལོ་ནས་བཟུང་ཅིག། དམངས་གཙོའི་ལས་འགུལ་མགོ་རུ་ཚུགས་ཆེད་དམངས་གཙོ་ཅན་ལ་འགྱུར་ཡག་གི་ད་ལས་ཀ་མགོ་རུ་ཚུགས་ནས་རིམ་པས་རིམ་པས་རིམ་པས་གི་ད་ལག་ལེན་མང་པོ་ཞིག་བཀལ་ཡོད་རེད། ཐ་ན་པའི་གཞིས་ཆགས་ཁག་གི་སྒྲིག་འཛུགས་ཀྱི་མཚོན་པའི་དེ་རིགས་མང་པོ་ཞིག་ལག་ལེན་བཀལ་ཡོད་རེད། ད། ཉིས་སྟོང། ཕལ་ཆེར་གཅིག་ཟིན་པ་ཡོད། དེ་ནས་ཨེ་ནི་ད་ང་ཚོ་འོས་བསྡུ་བྱས་ནས་ཨེ་ནི་བཀའ་བློན་ཁྲི་བ་བསྐོ་ཡག་ཅིག་གཏན་འབེབས་བྱས་པ་རེད། དེ་བྱས་ནས་ད་དམངས་གཙོའི་འོས་བསྡུའི་ཐོག་ནས་བཀའ་བློན་ཁྲི་བ་ཡང་འདེམས་ཐོན་བྱུང་ནས་ད་ལས་ཐོག་ལ་དུས་ཚོད་གཉིས་པའི་སྒང་ལ་སླེབས་བསྡད་ཀྱི་ཡོད་རེད། ད་དེ་ང་གྲུབ་འབྲས་ཆེན་པོ་ཡིན་བསམ་དྲན་བསྡད་ཀྱི། ད་འདི་གིས་གང་ལྟར་བོད་ཀྱི

བརྟན་པོ་གཅིག་ཏུ་ཆགས་ཡོད་འདུག་ས་ནས་ག་ལྟར་རྒྱ་གར་བ་ཞིག་ཡོད་ནས་རེད་མེད་ནས་རེད་ང་ཚོའི་བོད་ཀྱི་བཙན་བྱོལ་ཆབ་སྲིད་སྒྲིག་འཛུགས་འགྲོ་སྟངས་འདི་ད་བརྟན་པོ་སྲ་བརྟན་ཕུགས་ཕུལ་ཅིག་གོ་ཆགས་ལྡན་ཡང་ཅིག་ས་དེ་འདྲ་ཡིན་དུས་ད་དུང་ཡང་ད་ང་ཚོ་འདི་ད་ཡར་རྒྱས་བཏང་དགོས་ད་བརྟན་པོ་བཟོ་དགོས་ཡ་ཨེ་གཙོ་བོ་རྒྱ་ཆེ་མི་མང་གི་ཐོག་ནས་དེ་དོ་སྣང་མང་སེ་བྱེད་ཡ་ང་ཚོ་འདི་འདྲའི་འོས་བསྡུ་འདྲ་བྱེད་པའི་ཁ་ཐུག་རེད་ཡ་སྐབས་རེ་ཡང་མི་མང

ང་ཚོའི་རང་དབང་ལུང་པའི་ནང་དེར། ང་ཚོའི་བཙན་བྱོལ་གཞུང་འདི་མང་གཙོ་དང་ང་ཚོའི་ཡུལ་དབུ་ཁྲིད་འདི་གའི་མི་དམངས་ཀྱི་མང་གཙོའི་ལམ་ནས་བདམས་དགོས་རེད་དཱ། རེད་རེད་དངོས་གནས་རེད། ང་རང་ཚོ་རང་དབང་ལུང་པ་འདས་པ་འདི་གའི་དངོས་གནས་གོ་ཆོད་པ་ཆེ་གི་འདུག་དཱ།

བཅའ་ཁྲིམས་དབུ་ཆ་དང་འབྲེལ་ཞག་པེ་ཡག་པོ་རེད། ཨ་ནི་འོས་བསྡུ་ཀྱི་དེབ་སྐྱེལ་དེ་བྱེད་དུ་འང་ཨང་གྲངས་འདི་རེད། ཨ་ནི་སྲིད་སྐྱོང་དང་ཨ་ནི་སྤྱི་འཐུས་ཀྱི་སྔོན་འགྲོའི་འོས་གཞི་དེ་ཕྱི་ལོ་ཉིས་སྟོང་བཅུ་ཡན་གྱི་ཕྱི་ཟླ་བཅུ་པའི་ཕྱི་ཚེས་བཅོ་བརྒྱད་དང། དངོས་གཞི་དེ་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ཕྱི་ཟླ་གསུམ་པའི་ཕྱི་ཚེས་ཉི་ཤུ་ལ་ཡང་གཏན་འཁེལ་ཡོད་པ་རེད། ཨ་ནི་ཁྱེད་རང་ཚོ་སུ་འདྲ་ཞིག་ཡིན་ནས་ཨ་ནི་སློབ་གྲྭ་དང་མཐོ་སློབ། བཟོ་གྲྭ་ཚོ་འང་ས་ནས་ག་བ་ཕྱིན་པ་ཡིན་ན་ཡང་ལ་དེས་ལྗང་གུ་དེ་རང་གི་སྲུང་འཁོར་ནང་བཞིན་གྱིས་ཨ་ནི་སྙམ་དུ་ཁྱེད་འུར་ལྡང། དེ་མེད་ན་ཇེ་མང་ཡང་འུར་ལུག་ཆུག་མ་རེད། ཤེས་བོ་ཤ་བོ། ཨ་ལས་དེ་འདྲས་ཡིན་ན། དཔེ་གལ་ཆེན་པོ་རེད་དོ།
བོད་ཕན་དེ་དམངས་གཙོའི་ལམ་ལུགས་ཤིག་རེད། ཐོབ་ཐང་རེད།
རྒྱན་ཆ་རེད། ལས་འགན་རེད།
གྲོགས་པོ་ཚོ། ད་ང་ཚོ་གཟབ་གཟབ་བྱས་ཡིན་ད་སྟེ། སྔོན་འགྲོའི་འོས་ཐུག་གི་འགེངས་ཤོག་འདེད་འདུག་ཨ། མིང་བྱས་ཁྱེད་མིང་བྱས། ཕ་ཡུལ་བྱས། ད་ལྟའི་སྡོད་གནས་བྱས། ད་ལྟའི་ལས་གནས་སམ་སྔོན་གྱི་ལས་གནས་བྱས་འདུག་ཨ། ད་ཞོག་མ་ང་ཚོ། དེ་ཚོ་ཚང་མ་མ་ནོབ་བྱས་ཡག་པོ་བྱས་བྲིས་འདུག་ཨ། ཡང་ནོབ་ཡིན་ན་འོས་ཤོག་དེ་གས་ཡང་འཕྲོ་བརླག་འགྲོ་གི་འདུག་ཨ།
ད་ང་ཚོ་གཟབ་གཟབ་བྱས་བྱས། གཞན་ནི་ཡང་ལམ་སྟོན་ད་ག་རང་བྱས་བྱས་མ་རེད་པས། རེད་རེད་དངོས་གནས། vote vote vote བོད་ཕན vote vote vote བོད་ཕན vote vote vote vote བོད་ཕན go vote ད་དེ་འདྲ་ཡིན་དུས་ངས་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་མི་ཤེས་འཇོན་ལྷག་བསམ་ཅན་དང་མ་འོངས་པར་བོད་ཀྱི་རྩ་དོན། གོང་ས་མཆོག་གི་གོང་གཞི་དང། གཞུང་མང་གཉིས་ཀར་ཡང་ལས་ཀ་བྱེད་ཐུབ་ངེས་འདུག་ངས་ད་ལྟའི་ནས་ཚད་གཞི་དེ་ཡོད་ད། ད་ཚད་གཞི་དེ་ཡོད།
ད་ང་རང་ཚོ་ཡང